ཡང་ད་གངས་རིའི་དམངས་ཁྲོད་དམ་གླིང་གི་མཚོ་སྔོན་ཚང་མ་རང་ལ་ཞོགས་པ་དེ་ལས་བྱུང། ད་ཡུན་རིང་པོ་ཅིག་ཚོགས་པ་ནང་ལ་དགེ་བཤེས་བྱུང་མ་སོང། ཡིན་པ་ཡིན་ན་ད་ད་རིང་ཚོགས་པ་ནང་གཅིག་བསྟེན་དགོས། དངོས་གནས་གོང་ས་མཆོག་གི་སྐུ་པར་དང། ཨ་ན་ད་རིང་སྲིད་ཟུར་མཆོག་ཨ་ནི་གོང་ས་མཆོག

སེམས་ལ་དགའ་བོ་ཞུགས་ཅིག་བྱུང་གསུངས། དེ་དགའ་བོ་བྱུང་དགོས་དེ་ཡང། སྔོན་ནས་སྐུ་པར་དེ་བརྗེ་བ་དང། རྒྱ་བ་རིན་པོ་ཆེ་གི་ཞལ་རས་ཅིག་བརྗེས་ཡོང་འདུག་ཙམ་ལ་ད་ལྟའི་གི་ཞལ་ཐང་འདྲ་ཅིག་བསྟན་འདུག་ང་རང་ཚོ་གི་གོང་ས་མཆོག་གི་ཞལ་རས་འཛུམ་ཤིག་ཤིག་ཡོད་བ་འདི། མུ་མཐུད་ཅིག་འདི་འདྲའི་རང་ཅིག་གནས་ཐུབ་པ་ཡིན་ན་རྒྱ་བ་རིན་པོ་ཆེ་སྐུ་རྩེད་ལ་ཕན་ས་རེད་ཨ་བསམ་པའི་ཚོར་བ་ཅིག་དེ་འདྲ་ཞིག་བྱུང་གསུངས། དེ་ཡིན་དུ་དེ་བས་ད་ལོ་གཉིས་ནང་ལོགས་ལ་གོང་ས་མཆོག་གི་ཞལ་རས་འདི་འདྲའི་འགྲོ་བ་འདི་མཇལ་ཏེ།

ཕན་རླབས་ཆེན་པོ་བྱུང་འདུག་ཨ་སེམས་པའི་ཚོར་བ་ཅིག་བྱུང་སོང་ཞེས་བཤད་ཡིན། དེ་ཡིན་དུས་ང་རང་ཚོ་འདིའི་ནང་ལ་ད་ཡོད་པའི་མི་མང་ཚོ་གིས་ནི་ད་གཟིགས་ཡོད་ཀྱི་རེད་ལོ་གཉིས་ནང་ལ་ཁྱེད་རང་རོ་མི་ཆེན་གྱི་གཞི་རེ་ག་འདྲའི་ཅིག་བརྗེས་ཀྱི་འདུག་ད་ད་རིང་ག་འདྲའི་འདུག་ག་བ་རུ་མོ་ཅིག་སྐུ་ཚེ་ཡུན་དུ་བརྟན་བ་ཤོག་ལ་ནི་ང་རང་ཚོ་སྨོན་ལམ་རྒྱག་གི་ཡོད་རེད་དེ་འདྲའི་སྨོན་ལམ་རྒྱག་དགོས་ཡོད་ན་ག་བ་རུ་མོ་ཆེན་ཐུགས་དགྱེས་དགོས་ཀྱི་ཡོད་རེད་བ། དེ་འདྲའི་གི་ཐུགས་དགྱེས་ཚོར་ཡོད་ཀྱི་རྣམ་པ་ཅིག་མཐོང་ཡོང་དུས། ད་ང་རང་ཚོ་ཚང་མ་དགའ་གོ་གི་ཡོད་རོ། དེ་འདྲའི་རི་བོ་གཅིག་གི་ཁ་ལོ་བ་ར་ད་མཇལ་ཁ་འདི་ཚོ་མང་སུ་མང་སུ་བྱུང་བ་ཡིན་པ་ནི། རྒྱལ་བ་རིན་པོ་ཆེ། གི་ཨ་ནི་སྐུ་ཚེ། བརྟན་ལ་ཕན་ས་རེད་བསམ་པའི་ཚོར་སྣང་བྱུང་སོང་ཞུ་ཨེ་འདུག་ལ་སུ་ཨ་ནི་རྣམ་པ་ཚོ་མང་པོ་གཅིག་གི་སྙི་བ་བྱུང་ཡོད་ཀྱི་རེད་ད་རིགས་གཅིག་ལ་སྙི་བ་བྱུང་ཡོད་ཀྱི་མ་རེད་ད་འདི་སོ་དེ་སོ་ནམ་རེད་དཔེ་ཀོག་རེད། སོ་སོ་སོ་ནམ་ཟེར་ཡོང་དུས་ད་དེ་འདྲས་ཆགས་འགྲོ་གི་རོ།